གང་ལྟར་རྒྱ་མི་ཁོ་རང་ཚོའི་ཀྲུའུ་ཞི་གཞོན་པ་ཨང་དང་པོ་སླེབས་ཀྱི་ཡོད་དེ། ཨ་ནེ་ཀྲང་ཡུའུ་ཞའོ་དང་ཨ་ནེ་ཇུས་དཔོན་ལན་ཀང་གི་ཇུས་དཔོན་ཆེན་པོ་ཨ་ནེ་ལིའུ་ཀྲེང་ལི་ཁོ་གཉིས་གཉིས་ཨ་ནེ་ཞི་ཅིན་ཕིང་གིས་ལྟ་འཇུ་བཟུང་བྱས་པའི་གནས་ཚུལ་ཞིག་བྱུང་ཡོད་རེད། བྱས་ཙང་གནས་ཚུལ་འདི་ལ་བརྟེན་ནས་འདིའི་སྐོར་ལ་ཡང་ངས་ཁ་སིན་དང་ལྟ་གནས་ཚུལ་གཅིག་སྤྱིར་བཏང།

གང་ཡིན་ཟེར་ན་ད་ལྟ་གོང་དུ་གསལ་བསྒྲགས་ཞུས་པ་ནང་བཞིན་བཅས་ནི། ཀྲང་ཡུའུ་ཞའོ་དང་ལིའུ་ཀྲེང་ཉི་ལི་གཉིས་ཁོ་གཉིས་ད་ལྟ་འཇུ་བཟུང་བྱས་པའི་རྗེས་ལ་ཡང་ཨ་ནི་ད་ལྟ། ཨ་ནི་ཀྲང་ཡུའུ་ཞའོ་དང་ལིའུ་ཀྲེང་ལི་གཉིས་ཁོ་གཉིས་ཀྱི་ཕྱོགས་གཏོགས་དམག་དཔུང་ད་ལྟ་ད་རྒྱ་ནག་ནང་ལ་ཡང་དམག་ཁུལ་ཁང་ཆེན་པོ་ལྔ་ཡོད་རེད། དབུས་དང་ནུབ་དང་ཤར་དང་བྱང་དང་ལྷོ་བཅས་འདིའི་ནང་ལོགས་ནས་ད་ལྟ། ཨ་ནི་ནུབ་ཀྱི་དམག་ཁུལ་ཁང་ཆེན་པོ་དེ་ཨ་ནི

ཨ་ད་ག་ནང་བཞིན་ད་རེས་ཉེ་ཆར་ཡང་རྒྱ་ནག་གིས་ད་གནས་ཚུལ་ཡ་མཚན་མ་ཞིག་གར་བྱུང་ཤག་ལམ་ཡིན་ན་ཨ་ནི་ཡིན། ཞིས་ཅིན་ཕིང་གི་དང་ཞིས་ཅིན་ཕིང་ཕྱོགས་གཏོགས་ཀྱི་ཁ་སིན་ཨ་ནི་ཁོ་རང་ཚོའི་ཨ་ནི་ཤིན་ཧྭ་གསར་ཁང་དང་ད་ག་ནང་བཞིན་ཨ་ནི་བཅིངས་འགྲོལ་དམག་གི་ཚགས་པར་སར་དེ་འབྲེལ་གྱི་ལྟ་ག་ཟེ་རེད་དྲ་ཚིགས་ནང་ལོགས་ལ་ཡ་ཨ་ནི་རྒྱལ་སྲུང་ལྷན་ཁང་གི་ད་ལྟ་ག་ཟུ་རེད་གོ་དྲིན་ཚབ་ཨ་ནི།

དམག་དོན་ཨུ་ཡོན་ལྷན་ཁང་གི་ཁོངས་གཏོགས་ལིའ་དང་ཏཱ་ཨ་ནི་དམག་དཔུང་རྒྱ་ཆུ་ཨང་གྲངས་བརྒྱད་ཅུ་གྱ་གཉིས་བྱས་པ་དེས་རྒྱ་ནག་པེ་ཅིང་འོག་ལིའ་དང་ཨ་ནི་ལྕགས་དྲེག་དམག་དཔུང་དང་མེ་སྒྱོགས་སྣ་ཚོགས་ཀྱི་པད་མོ་དྲེག་པའི་ནམ་ཉིན་འཛེམ་མེད་པར་ཨ་ནི་པེ་ཅིང་ཕྱོགས་ལ་སྐྱོད་བཞིན་ཡོད་པ་དང། ད་ག་ན་བཞིན་ཨ་ནི་བྱང་དམག་གུར་ཁང་དང་ནུབ་དམག་གུར་ཁང་གཟའ་ཟླ་དེ་འདྲའི་ཕྱོགས་བཞི་མཚམས་བརྒྱད་ནས་ཨ་ནི་རྒྱ་ནག་གི་པེ་ཅིང་ལིའ་མཐའ་བསྐོར་ཏེ་ཨ་ནི་དམག་དཔུང་གཅིག་འགྲོ་བསྐྱོད་བྱེད་བཞིན་པའི་གནས་ཚུལ་དེ་འདྲའི་ཐད།

གཅིག་གིས་དམག་མི་དང་ཨ་དཀར་ནག་ཞེས་དམིགས་བསལ་ཨ་ནི་སྦྱོང་བརྡར་ཡོད་པའི་དམག་མི་དེ་འདྲས་ཀྱིས་རྟ་གང་ལྟར་འབབ་སྟེ། དོ་དམ་དམ་པོ་ཞིབ་མོ་བྱས་ཀྱང་ཧ་ལམ་འབབ་ཅིག་འབངས་རེ་ཟིག་བཅས་ནི་མི་སོ་སོའི་བར་ར་ལས་ཨ་ནི་སྡོམ་པ་གང་ཡང་མེད་པ་དེ་འདྲས་ཐོག་ནས་ཨ་ནི་བཀག་སྡོམ་བྱེད་བཅུག་གི་ཡོད་པ་དང་ཨ་ལྷག་པར་དུ། རྒྱ་ནག་གི་དམག་ཁུལ་ཁང་སོ་སོའི་དང་ཐད་སྒེར་གྱི་དམག་དཔོན་སོ་སོའི་སྒེར་གྱི་ག་དུས་ལ་ག་སུ་རེ་ཁ་པར་དང།

མིས་ཞི་ཅིན་ཕིང་སྐོར་སྲུང་སྐྱོབ་བྱེད་ཡུལ་འདི་འདྲས་ཅིག་ལག་ཆ་མ་རེད། བྱས་ཙང་ཏང་ཁོས་དང་རིགས་པའི་ཚུན་དབང་ཡོངས་རྫོགས་སྒེར་གཅོད་བྱས་གུང་ཁྲན་ཏང་ངོ་བོ་འགྱུར། ཨ་ནི་ཏང་དང་རྒྱལ་ཁབ་ཀྱི་ཏང་གང་དོར་མི་མང་དེ་གའི་ཉེན་ཁའི་ཕྱོགས་སུ་ལྷུང་བསྡད་པའི་སྐབས་ལ་ཡང་ཨ་ནི་ང་ཚོས་ཏང་ངེས་པར་དོར་ཡ་མི་དམངས་ཀྱི་ཕྱོགས་སུ་ལངས་ནས་ཨ་ནི་ཁོ་ལ་ངོ་རྒོལ་བྱེད་དགོས་རེད། ཁོ་ལ་ཡང་གྱེན་ལངས་བྱེད་དགོས་རེད། གྱེན་ལངས་བྱས་པ་དེ་ཉེན་ཁ་ཡོང་སྲིད་གི་རེད་དེ་ལས་ཨ་ནི་ད་ག་ན་ཤི། ཉེན་ཁ་ཡོད་པ་དེ་ང་ཚོས་ཤེས་ཀྱི་ཡོད། འདི་ཉེན་ཁ་ཡོད་པ་ནང་བཞིན་རྒྱལ་མི་མང་སྟོབས་ཤུགས་དེ་ཤུགས་ཆེན་པོ་ཡིན་དུས་ད་རེས་ང་ཚོས་ཡར་ལངས་ཆེད་ངོ་རྒོལ་བྱས་པ་ཡིན་ན་རྒྱལ་ཁ་ཐག་པོ་རེད། བྱས་ཙང་འདི་འདྲའི་གདའ་ནང་དོན་འཁོད་པ་ཅིག་ཡི་གེ་ཅིག་ཡོངས་གྲགས་ཡི་གེ་ཅིག་ག་ཚ་ག་ལ་བཏང་ཤག། འདི་དང་ཆབས་ཅིག་ཏུ་ད་ལྟ་རྒྱ་ནག་གི་ཏང་ཀྲང་ཨུད་ཀྱིས་ད་ག་ཚོད་རེད་ད་ལྟ་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་དང་ཤིན་ཧྭ་གསར་ཁང་ཟེར་ཡག་དང་ཨ་ནི། དབུས་ཀྱི་དང་ལེན་བརྙན་འཕྲིན་ལས་ཁུངས་དེ་ཙམ་མ་གཏོགས་གཞན་སྡེའི་དྲ་ཚིགས་དང་རླུང་འཕྲིན་མང་ཆེ་གི་དང་ལེན་ཁ་ཁུ་སིམ་མེར་བསྡད་རྗེས་རྒྱ་ནག་གཞུང་གི་དང་དྲ་ག་སུ་རེ་དང་ཀྲང་ཡུའུ་ཞང་དང་ལིའུ་ཀྲན་ཉིན་ལི་ཡང་ཨ་ནེ་བེ་ཙི་བཅས་ཀྱིས་ཁ་བརྡུང་དང་སྐྱོན་འཛུགས་བྱས་པ་དེ་ལ་ཁོ་ཚོས་ཡ་ལན་བྱེད་མཁན་ཅིས་བྱུང་མི་འདུག་ད་ག་ནང་བཞིན་ཨ་ནེ་རྒྱ་ནག་ནང་ལ་ཡལ་དམ་མི་མང་པོ་ཞི་བ་གཅིག་དང་རྒྱ་ནག་གུང་ཁྲན་ཏང་ད་རེས་པད་སྐོས་ལག་པ་འཆང་མ་ཕེབས་ཅི་ལ་ཡར་ཞི་ཅིན་ཕིང་གི་ལག་པ་འཆང་བ་རེད་བྱས་དང་ད་རྒྱ་ནག་ད་རེས་དུས་ཚོད་དེ་བལྟས་ཅན་རྒྱ་ནག་ནང་ད་ཉི་མ་ཁ་ཤས་ནང་ལོག་ལ་ཡར་ཨ་ནི་རྒྱ་ནག་ནང་ཁུལ་གྱི་རྒྱ་ནག་གུང་ཁྲན་ཏང་ནང་ཁུལ་ནང་འཁྲུག་ཆེན་པོ་ཞིག་དང་དེ་འདྲས་བྱས་པ་བཅུ་བཅས་ནི་གུང་ཁྲན་ཏང་འདི་ད་རྩ་མེད་དུ་ཡག་དེ་འདྲས་གང་ནས་ཉན་མཁན་གང་སླད་ཡོད་རེད་ས་དེ་འདྲས་ཀྱི་དྲ་ཚིགས་ནང་མང་པོ་འཁོད་འདུག།

རྒྱལ་མཚན་གཞོན་པ་ཨང་དང་པོ་ཡིན་དུས་ཁོ་ལ་སྲུང་སྐྱོབ་བྱེད་མཁན་དམག་མི་ཨན་ནི་པེ་ཏི་རྒྱ་གཞུང་ཕྱིར་དུ་ཡོད་དེའི་ནང་དམག་མི་དེ་གའི་ལས་པ་ལྟ་སྐྱོན་དམག་རྩལ་བདག་ལྟ་སྦྱོང་བརྡར་ཚད་ལས་བརྒལ་བ་ཡོད་དུས་ཙམ་ནས་ཨ་ནི་ཁོང་ཚོ་དང་ཁོང་ཚོའི་བུ་གའི་དང་འདྲ། ཚའེ་ཆི་དང་ཨ་ནི་ཝང་ཞང་ཀོང་གཅིག་སྡེའི་བློན་ཆེན་ཁོ་གཉིས་གཉིས་ཀའི་མི་ག་རོ་ཆིག་ཁྲིས་བཅད་ཨ་ནི་ཁོང་ཚོའི་དང་འདི་འདྲའི་ནང་རྩིས་ཤོར་བའི་སྐོར་ལ་ཡང་ཨ་ནི་མི་བསད་པ་དང་རྨས་སྐྱོན་བྱུང་པ་དང་ན་ཚ་ཀྲང་ཡོ་ཞའོ་དང་ལིའུ་ཀྲན་ཉིན་ཁོ་གཉིས་ལ་རྒྱལ་གྱེས་བྱས་ཡོད་ས་མ་རེད་ད་ཡིན་ནས་ཇི་སླད་ཁོང་ཚོ་མི་མང་ཁ་ཉུང་བཤགས་མ་འདོད་ཅེས་བྱས་ཨ་ནི། ད་ལྟ་སྤྱི་བདེའི་མི་སྣ་དང་དྲག་ཆས་ཉེན་མ་ད་ད་ད་ད་ཁོང་ཚོའི་དེ་དམག་དཔུང་འདི་ཚོ་མང་ང་ཡོད་པ་ཡིན་དུས་ཙམ་ནས་ཨ་ནི་ཀྲང་ཡོ་ཞའོ་དང་ལིའུ་ཀྲན་ལིའི་ཁོ་གཉིས་དམག་མི་རྒྱག་གོ་ལེ་མེད་དུས་ཨ་ནི་ཁོ་གཉིས་ད་མཐའ་མ་དེ་ལ་ཡང་ཕམ་ཁ་རེ་བྱུང་རྗེས་ད་ལྟ་ཁོ་གཉིས་འཛིན་བཟུང་བྱས་ནས་རྒྱ་ནག་གི་ཨ་ནི། དམག་སྐུལ་ཁང་གི་གསང་བའི་འཛིན་གྲྭའི་ས་འོག་ལ་ཡང་གཅིག་ཁོ་རང་ཚོའི་ཇུས་འགོད་བྱེད་ས་དང་དམག་དོན་ཇུས་འགོད་བྱེད་ས་དང་ཚོགས་འདུ་འཚོགས་ས་འདི་འདྲའི་ས་ཆ་བརྟན་པོ་ཅན་དག་ལ་ཡང་བཅུག་ཡོད་པའི་གནས་ཚུལ་འདི་འདྲ་བཤད་འདུག་ཡིན་ནའི་ད་ལྟ། ཀྲང་ཡུས་ཞའོ་དང་ལིའུ་ཀྲེ་ལེང་གི་ཤོག་ཁག་དང་དཔོན་རིགས་མང་པོ་ཞེ་བོ་གཅིག་ཡོད་དུས་ཙམ་ནས་ད་གལ་སྲིད་ཀྲང་ཡུས་ཞའོ་དང་ལིའུ་ཀྲེ་ལེང་ཁོ་གཉིས་ལ་དཀའ་ངལ་འཕྲད་པ་ཡིན་ན།

སྲིད་འབྱོར་རེད་མ་རེད། འདི་འདྲའི་སྐད་ཆ་རྫིག་པོ་ཞིག་བཤད་བྱས་ཟླ་བ་གཅིག་གོང་བྱས་ནས་ཨ་ནི་བྱས་ལ་ཡག་ད་ད། ཚའེ་ཆི་ཁོས་ཇུས་འདོན་ཨ་ནི་ཝང་ཞའོ་ཝུན་གྱི་གྲ་སྒྲིག་བྱས་བྱས་ཨ་ནི་ཞི་ཅིན་པའི་གོ་ཚོད་ལྟར་ཀྲང་ཡུས་ཞོ་དང་ལིའུ་ཀྲན་ལིན་གོ་གཉིས་ལ་ཡར་ཟོབ་ལྟ་ཞིག་མ་སྤྲད་པའི་ན་ཨ་ནི་ཁོང་ཚོ་དཀའ་ངལ་ཆེན་པོ་འཕྲད་ས་རེད་བསམ་བྱས་ཨ་ནི་ད་རེས་ཀྱི་བྱ་འགུལ་དེ་བྱས་པ་རེད་ད་བྱ་འགུལ་དེ་བྱས་བྱས་ནས་ཁོ་གཉིས་ད་ད་ཁ་ཐུག་དེ་ལས་ཐག་འཕང་པོ་བཟོ་རུ་བྱོས་བྱས་ད་ད་རྒྱ་ནག་གི

སྒྲིག་ཁྲིད་གཞི་རིམ་ཨུ་ཡོན་ལྷན་ཁང་གི་བདག་ཟླ་དྲུང་ཆེ་ཆིང་ཡའོ་མཁོ་བསྡད་ཡོད་རེད། གཟི་ཡག་བྱས་ན་ད་རིས་གནས་ཚུལ་གཅིག་ནང་ཁུལ་ཡ་ཕྱི་མ་ནང་རྐྱལ་ཅིག་ཡན་དེ་ཁོ་རེད་ཟེར་གི་འདུག་ཀྲང་ཧྲང་མིང་ཟེར་མཁན་དེ་ཁོས་གང་ཡང་ཟེར་ན་ཁོ་དང་ཞི་ཅིན་པིན་གཉིས་མགོ་གཉིས་གཉིས་མཚན་གྱི་གྲོགས་ཡོད་ས་རེད། བྱས་ཙང་ཨ་ནི། དེ་འདྲའི་རྒྱུ་མཚན་གཏན་ནས་གདང་ད། ཨ་ནི་ཀྲང་ཡུས་ཞའོ་དང་ཁོ་ཚོའི་སྡེ་ཁུལ་བསྡད་སའི་ས་ཆ་ཁང་པ་དེའི་ནང་ལོགས་ལ་ཡང་བརྟག་གོ་དེ་ནས་ད་དམག་དོན་ཨུ་ཡོན་ལྷན་ཁང་འགྲོ་ཚེ་གཅིག་གསང་བའི

གཅིག། ནང་ཁུལ་གྱི་བརྡ་ག་འདྲའི་འཁྲུག་ཟིང་ཆེན་པོ་ཞིག་ཡོད་དེ་འདྲས་ཆེ་རྒྱ་ནག་གི་མཁས་པ་ཡིན་ཟིན་ངས་ད་ནི་དཔྱད་ཞིབ་ཅིང་མང་པོ་གཅིག་དེ་འདྲས་བཤད་འདི་གི་འདུག་ད་འདི་ངས་ད་རིས་ངོ་དེབ་ནང་ལོག་ལ་ཡ་ཨ་ནི་ཚང་མ་ཚོས་ད་བོད་པ་ཚོས་གཅིག་རྒྱ་ནག་གནས་ཚུལ་དེ་ག་རེ་ཡོང་གི་ཡོད་མེད་ཅིག་མཁྱེན་ན་བསམ་གྱི་ཨོ་ཉལ་སང་ཞུས་པ་ཡིན་ཨ་ནི་ཐོག་ཅེས།